བསྟན་པ། དེ་ལ་རྒྱལ་བ་སྒོམ་པའོ། དང་པོ་ནི། འཇིག་རྟེན་གཞུག་པའི་དོན་དུ་ནི་ནས། དེ་དག་སྐྱེ་བྱེད་མ་ནི་མིན་ཞེས་སོ། དེ་ཡན་ཆད་ཚར་བར་བྱས། ད་ད་རེ་འདི་རེ། གཉིས་ཀ་ལ་ལྔ། ཀུན་རྫོབ་དུ་ཡང་མ་གྲུབ་པ་སྤངས་པ། ཚོགས་གསོག་པ་མི་འཐད་པ་སྤངས་པ། ཉིད་མཚམས་སྦྱོར་བ་མི་འཐད་པ་སྤངས་པ། དགེ་སྡིག་གི་རྣམ་སྨིན་མི་འཐད་པ་སྤངས་པ། འཁོར་འདས་ཀྱི་ངེས་པ་མི་འཐད་པ་སྤངས་པའོ། ད་འདི་ཚང་འདིའི་ནང་ནས་དང་པོ་ནི་ཟེར་ད་དང་པོ་ག་རེད། ཀུན་རྫོབ་ཏུ་ཡང་མ་གྲུབ་པ་སྤངས་པ་ཟེར་དེ་རེད་ད། དེ་ལ་ཡ་རྩ་བར། ཀུན་རྫོབ་ཏུ་ཡང་འགལ་བཞེད་ན་མེད། དེ་རྟོག་འཇིག་རྟེན་གྱིས་ནི་འགྱུར། ཞེས་སོ། དེ་རེད་ཡ་ད་རྩ་བ་གཟིགས་ཤོག་ཨ། ཨ། དེ་ཡིན་པ། སྤྱོད་འཇུག་གི་རྩ་བ་བྱས་ན་ངའི་དཔེ་ཐུང་དེའི་ཤོག་གྲངས་བརྒྱ་དང་བརྒྱད་ཅུ། ཐིག་ཕྲེང་བཞི་པ་ནས་འདུག། དེ་དག་སྐྱེ་འཆི་མང་གི་མིན་ཚར་ནས། ཀུན་རྫོབ་ཏུ་ཡང་འགལ་བཤད་ནའང། རྣལ་འབྱོར་ཀུན་རྫོབ་ངེས་མེད་དེ། འཇིག་རྟེན་ལ་ལྟོས་དེ་ཉིད་མཐོང། བཞིན་དུ་བུད་མེད་མི་གཙང་བར།

དཔེར་ན་གངས་དེ་ལ་གཟུགས་སོགས་མངོན་སུམ་མེད་ཀྱང་ནི་གྲགས་པའི་དབྱིངས་ཀྱི་མཚན་མའི་མིན། དེ་ནི་མི་གཙང་ལགས། མི་གཙང། དེ་ནི་མི་གཙང། ཁ་ཚ། དེ་ནི་མི་གཙང་ལགས་སོགས་ལ་གཙང་བཙོག་གྲགས་པ་བཞིན་དུ་རྫུན་བཤད་ཡ་འདྲ་པོ་དང་དེ་འདྲའི་ལན་རྒྱབ་སོང་ཨ། ཁྱོད་འདི་དུས་ལན་ག་རེ་བསྐྱོན་པ་རེད་ཟེར་ན། གཟུགས་སོགས་ཀྱི་དངོས་པོ་ཐམས་ཅད་རང་བཞིན་གྱིས་མེད་ན་ཡང་སྤྱིར་མེད་པ་མ་རེད། སྤྱིར་མེད་པ་མ་ཡིན་པའི་རྒྱུ་མཚན་ག་རེ་ཟེར་ན་ཡོད་རེད། ཡོད་སྟངས་ཀྱི་དོན་འབྲས་སུ་ཡོད་རེད་ཟེར་ན་རྟགས་དོན་རྩད་ན་ཡོད་མ་རེད་དེ་མ་བརྟགས་མ་དཔྱད་པའི་ངོ་རུ་ཡོད་རེད། མ་བརྟགས་མ་དཔྱད་པའི་ངོ་རུ་ཡོད་ཟེར་བའི་ག་རེ་ལ་ན་ཁ་སང་ཀུན་རྫོབ་ཏུ་ཡོད་ཚུལ་གསུམ་བཤད་སོང་ང། ཐ་སྙད་པའི་ཤེས་པ། ཤེས་པ་ལ་འཇིག་རྟེན་ལ་གྲགས་པ། ཨ་ནི་ཐ་སྙད་པའི་ཚད་མ་གཞན་གྱིས་མི་གནོད་པ་བཤད་ནས་གང་ལྟར། ཡོད་ཟེར་ཡ་དེ་ཀུན་རྫོབ་ཏུ་ཡོད། མེད་ཟེར་ཡ་དེ་དོན་དམ་པར་མེད། གཟུགས་སོགས་ཀྱི་ཆོས་ཐམས་ཅད་དོན་དམ་པར་མེད་ཀུན་རྫོབ་ཏུ་ཡོད། ཀུན་རྫོབ་ཏུ་ཡོད་སྟངས་དེ་ག་འདྲ་རེད་ཟེར་ན། འཇིག་རྟེན་ལ་གྲགས་པའི་སྒོ་ནས་ཡོད་ཟེར་ནས་ལབ་པར་རོ། ད་བྱས་ཙང་དེ་འདྲའི་ཟེར་གྱི་ཡིན་པ་ཡིན་ན། ཨ་ནི། བྱས་ཙང་ཀ་ཨ་ནི། དངོས་སྨྲ་བ་ཚོགས་ཀྱིས་རང་བཞིན་ཡོད་པར་སྨྲ་བ་ཁས་ལེན་མཁན་ཚོགས་ཀྱིས་རྩོད་པ་རྩོད་པ་རེད། དེ་འདྲའི་ལག་གི་ཡིན་ན་ད་འགྲིག་མ་སོང་ལབ་པ་རེད་ད། གཟུགས་སོགས་ཀྱི་དངོས་པོ་འདྲེན་ཚོགས་གཟུགས་ལ་སོགས་པའི་ཆོས་འདྲེན་ཚོགས། དོན་དམ་པར་མེད་ཀུན་རྫོབ་ཏུ་ཡོད་ཤེས་ན་དེ་ཡང་འགྲིག་གི་མི་འདུག། དོན་དམ་པར་མེད་པས་མ་ཟད་ཀུན་རྫོབ་ཏུ་ཡང་མེད་ལབ་པ་རེད། དེ་དང་ཀུན་རྫོབ་ཏུ་ཡང་ག་ལ་ཞེ་ན་ཀུན་རྫོབ་ཏུ་ཡང་ཞེས་པ་ཡང་འདྲ་སྟེ། གཟུགས་སོགས་ཀྱི་ཆོས་ཐམས་ཅད་དོན་དམ་པར་མེད། དོན་དམ་པར་མེད་པས་མ་ཟད་ཀུན་རྫོབ་ཏུ་ཡོད་ཟེར་ན་ཡང་འགྲིག་གི་མི་འདུག་ཀུན་རྫོབ་ཏུ་ཡང་མེད་ལབ་པ་རེད། རྒྱུ་མཚན་ག་རེད་ལ་ན། ད་ཁོ་ཚོའི་རིག་པ་བཏང་ནས་ཁ་ཡོད་མར་བ། ཟུར་ཟུར་གྱི་ཆོས་འདི་ཚོ་བྲིས་ཏེ་ཁྱེད་རང་གི་ཡོད་སྟངས་དེ། འཇིག་རྟེན་དྲག་པོའི་སྒོ་ནས་ཡོད་ལབ་ཀྱི་འདུག་བ། དཔེར་ན་ཟུར་ཟུར་མི་རྟག་པ་དེ་ཡོད་རེད། ཟུར་ཟུར་མི་རྟག་པ་ཡོད་སྟངས་ག་རེད་ཟེར་ན་འཇིག་རྟེན་དྲག་པོའི་སྒོ་ནས་ཡོད་ཟེར་གྱི་འདུག་བ། དེ་འདྲའི་ལྷ་འདྲེ་ཡིན་ན་འགྲིག་གི་མ་རེད། ཟུར་ཟུར་མི་རྟག་པ་མེད་ལབ་བ་རེད་ཟུར་ཟུར་རྟག་པ་རེད། ག་རེ་ཟེར་ན་གཟུགས་སོགས་རྟག་པ་ཡིན་པ་དེ་འཇིག་རྟེན་གྲགས་པ་ལ་འཇིག་རྟེན་ལ་གྲགས་གི་འདུག་ཅེ་ན། གཟུགས་སོགས་རྟག་པ་ཡིན་པ་དེ་འཇིག་རྟེན་ལ་གྲགས་སྟངས་དེ་ག་ནི་ལྷག་གོ་ལྟོ་བ་ལས་ན་བསམ་སྟངས་དང། དཔེར་ན། ཞོ་ཁན་ང་ཚོ་ཡར་ལངས་ཡོང་དུས་གཟུགས་དེ་ཚོ་མཐོང་གི་རུང་བ། དབྱིབས་དང་ཁ་དོག། འདྲ་མི་འདྲ་མཐོང་གི་རུང་བ་མེ་ཏོག་ལ་སོགས་པ་འདྲ་མི་འདྲ་མཐོང་གི་རེད་ཁང་པ་ཡང་མཐོང་གི་རེད། དཔེར་ན་ཕ་མ་གཅིག་གི་ངོས་ནས་སོ་སོའི་སྤུ་གུ་གི་གཟུགས་པོ་མཐོང་གི་རེད་སྤུ་གུ་གཅིག་ངོས་ནས་ཕ་མའི་གཟུགས་པོ་མཐོང་གི་རུང་བ། ཞོགས་པའི། གང་དག། ཞོགས་པའི། ཕ་མས་རང་གི་བུ་ཕྲུག་གི་གཟུགས་པོ་མཐོང། བུ་ཕྲུག་གིས་རང་གི་ཕ་མའི་གཟུགས་མཐོང། དེ་མེད་ན་ཡང་ཟ་ཡ་བཏུང་ཡ་ལ་སོགས་པ་དབྱིབས་དང་ཁ་དོག་གི་གཟུགས་དེ་ཚོ་མིག་གིས་མཐོང་ནས། ཉིན་གུང་སླེ་ཡོང་དུས་ཡང་བལྟས་ཡོང་དུས་ད་རང་མཐོང་གི་འདུག་ཨ། ངས་ད་རང་ཞོགས་པའི་མཐོང་སོང་ད་ལྟ་ཡང་མཐོང་གི་འདུག་ཟེར་གི་འདུག་ཨ། དགོང་དག་སླེ་ཡོང་དུས་ཡང་དགོང་དག་ཡང་མཐོང་སོང་ཟེར་གི་འདུག་ཨ། དེ་འདྲའི་ཡིན་ཙང། ཁོས་རྟོགས་པ་ལ་ཡ། ཁོས། གཟུགས་སོགས་མཐོང་མཁན་གྱི་རྟོགས་པ་ལ་ཞོགས་པའི་ཡང་གཟུགས་སོགས་དད་དོ། ཉིན་གུང་ཡང་དད་དོ། དགོང་དག་ཡང་འདུ་བྱས་ནས། མཐོང་གི་ཡོད་པ་ཡིན་ཙང། ཞོགས་པས་གང་མཐོང་ཡང་གྱི་གཟུགས་སོགས་ཀྱི་དངོས་པོ་དེ་ཉིན་གུང་དང་དགོང་དག་ཡང་རྟོགས་པ་དེ་ལ་ཡ། ངས་འདི་མཐོང་སོང་དད་འདུག་བསམ་གྱི་འདུག་བ། དེ་འདྲས་ཡིན་ཙང། གཟུགས་སོགས་རྟག་པ་ཡིན་པ་དེ། གཟུགས་སོགས་སྔ་དུས་ན་ཡོད་པ། ད་ལྟ་ཡང་ཡོད་པ་མ་འོངས་པ་ནང་ཡོད་པ་དེ་འདྲས། དུས་གསུམ་ག་ལ་ཡང་གཟུགས་སོགས་མུ་མཐུད་ནས་ནས་ཀྱི་འགྱུར་བ་མེད་པར་གནས་ཡོད་པ་དེ་ནི་སྟངས་འཛིན་གྱི་བློ་རྟོག་པ་དེ་ལ་གང་འདྲ་རྟོག་པ་ལ་གྲག་གི་འདུག་དེ་འདྲ་ཡིན་པ་ཡིན་ཙང་གཟུགས་སོགས་མི་རྟག་པ་ལ་སོགས་པ་ཡིན་པ་དེ་ནི་ཀུན་རྫོབ་ཏུ་བཞག་ན་འགྲིག་གི་མི་འདུག་གཟུགས་སོགས་རྟག་པ་ཡིན་པ་དེ་ཀུན་རྫོབ་ལ་བཞག་དགོས་རེད། གང་ཡིན་ཟེར་ན་གཟུགས་སོགས་རྟག་པ་ཡིན་པ་དེ་ཨ་ནི་རྟོགས་པ་ལ་གྲག་གི་འདུག་འཇིག་རྟེན་ལ་གྲག་གི་འདུག་དེ་འདྲ་ཡིན་པ་ཡིན་ཙང་གཟུགས་སོགས་མི་རྟག་པ་ཡིན་པ་དེ་དོན་དམ་པར་མེད་པས་མ་ཟད་ཀུན་རྫོབ་ཏུ་ཡང་མི་འདུག་གཟུགས་སོགས་རྟག་པ་ཡིན་པ་དེ་ཀུན་རྫོབ་ཏུ་འདུག་ཨ་ཏོ་དེས་རྟགས་སུ་དང། ཀུན་རྫོབ་ཏུ་ཡང་འགའ་རེ་བཤད་ནའང་ཟེར་རྟགས་འགལ་བའི་ངོ་མ་དེ་གཟུགས་སོགས་མི་རྟག་པ་དེ། གཟུགས་སོགས་མི་རྟག་པ་ལ་སོགས་པའི་ཆོས་དེ། དོན་དམ་པར་མེད་ཀྱང་ཀུན་རྫོབ་ཏུ་ཡོད་ཅེས་མཐའ་འགྱུར་བས་ཀྱི་ལབ་པ་དེ་འགྲིག་གི་མི་འདུག་ཀུན་རྫོབ་ཏུ་ཡང་གཟུགས་གཟུགས་མི་དག་བ་མ་རེད་གཟུགས་གཟུགས་བཏགས་པ་ཡིན་པ་དེ་རྟོགས་པ་ལ་གྲགས་འདོད་ཡོད་རེད་སོ་ད་དེ་ཀུན་རྫོབ་ཏུ་ཡང་འདར་ཤེས་ན། ད་དེ་ལ་མཐའ་འགྱུར་བའི་ལན་སྐྱོན་རེད་ད་ཁྱེད་རང་ཨ་ནི་བའི་བསམ་བློ་ལ་ཡ། འཇིག་རྟེན་ལ་ངས་ཆོས་ཐམས་ཅད་ཀུན་རྫོབ་ཏུ་ཡོད་སྟངས་དེ་འཇིག་རྟེན་ལ་གྲགས་པས་སྒོ་ནས་ཀུན་རྫོབ་ཏུ་ཡོད་པར་འགྲེལ་བཤད་རྒྱག་ཡིན། ཡིན་ན་ཡང། ངེད་ཀྱིས་འཇིག་རྟེན་ལ་གྲགས་པའི་སྒོ་ནས་ཀུན་རྫོབ་ལ་ཡོད་པ་འགྲེལ་བཤད་རྒྱག་ཡོང་དུས། ཁྱེད་རང་གི་བསམ་བློ་ལ་ངས་འདི་འདྲི་ལབ་ཡོད་ས་རེད་དྲན་ཡོད་ས་རེད། འཇིག་རྟེན་ལ་གྲགས་ཚད་ཚང་མ་ཀུན་རྫོབ་ཏུ་ཡོད་རེད་དེ་འདྲས་ཟེར་དགོས་ས་རེད་དེ་མ་གཏགས། ངེད་ཀྱིས། ཆོས་རྣམས་ཀུན་རྫོབ་ཏུ་ཡོད་སྟངས་དེ་འཇིག་རྟེན་ལ་གྲགས་པའི་སྒོ་ནས་ཡོད་ལབ་པ་ཡིན་ཏེ། ཡིན་ན་ཡང་འཇིག་རྟེན་ལ་གྲགས་ན་ཀུན་རྫོབ་ཏུ་ཡོད་པའི་ཁྱབ་ཚུལ་ལབ་ནས། རེད་སོང་བས། བ། འཇིག་རྟེན་ལ་གྲགས་པའི་སྒོ་ནས་ཀུན་རྫོབ་ཏུ་ཡོད་ལབ་པ་ཡིན། ཡིན་ན་ཡང་འཇིག་རྟེན་ལ་གྲགས་ན་ཀུན་རྫོབ་ལ་ཡོད་པའི་ཁྱབ་ལ་མེད། འཇིག་རྟེན་ལ་གྲགས་ན་ཀུན་རྫོབ་ཏུ་ཡོད་པའི་ཁྱབ་ལ་ན་ཁྱེད་རང་གི་ལ་ཡ་དེ་བདེན་པ་རེད། གཟུགས་སོགས་མེད་གཟུགས་སོགས་རྟག་པ་ཡིན་པ་དེ་འཇིག་རྟེན་ལ་གྲགས་ཀྱི་ཡོད་རེད། དེ་ཀུན་རྫོབ་ཏུ་ཡོད་པ་ཕལ་འགྲོ་གི་རེད། ཡིན་ན་ངེད་ཀྱིས་འཇིག་རྟེན་ལ་གྲགས་ན་ཀུན་རྫོབ་ཏུ་ཡོད་པའི་ཁྱབ་ཟེར་གྱི་མེད། ད་ངས་ག་རེ་ཟེར་དགོས་ཡོད་ལ་ན་ཁྱད་ཆོས་གཞན་ཅིག་སྦྱར་དགོས་ཡོད། འཇིག་རྟེན་ལ་གྲགས་པ་ཡང་ཡིན་པ། གྲགས་པའི་དོན་དེ་ལ། འཇིག་རྟེན་པའི་ཐ་སྙད་པའི་ཚད་མ་གཞན་གྱིས་ཡང་གནོད་པ་མེད་པ། དེ་འདྲའི་ཁྱད་ཆོས་གོ་རེ་ཟེར་གྱི་ཡོད། དེ་འདྲས་མ་ལབ་པ་བྱས་འཇིག་རྟེན་གྲགས་ན་འཇིག་རྟེན་ལ་གྲགས་ན་ཡོད་པའི་ཁྱབ་ཟེར་ན་ཟེར་གྱི་མེད། རྒྱུ་མཚན་ག་རེ་ཟེར་ན་བདེ། རྣལ་འབྱོར་ཀུན་རྫོབ་ངེས་མེད་དེ། འཇིག་རྟེན་ལ་ལྟོས་དེ་ཉིད་མཐོང་གསུངས་པ། བྱས་ཙང་ཀ། རྣལ་འབྱོར་ཀུན་རྫོབ་ངེས་མེད་དེ་ཟེར་ག་རེ་ལབ་པ་ཡིན་ན། ཐ་ན་ཁྱེད་རང་གི་ལ་དེ་ཡ་དེ། དཔེར་ན་ང་རང་ཚོ་འཇིག་རྟེན་པ་ཚོ་གས། གཟུགས་སོགས་ཀྱི་དངོས་པོ་དེ་ཚོ་ཤོ་གས་ཡང་མཐོང་སྙིང་པོ་ཡང་མཐོང་གོང་ཐང་ཡང་མཐོང་ཁྱེད་རང་རྟོགས་པ་ལ། གཟུགས་སོགས་ཀྱི་དངོས་པོ་རྟག་པ་ཡིན་པ་འདྲ་པོ་ཅིག་གྲགས་ཀྱི་འདུག་ལ་ཡ་དེ་བདེན་པ་རེད། ཡིན་ན་ཡང་རྟོགས་པ་ལ་གཟུགས་སོགས་ཀྱི་དངོས་པོ་དེ་ཚོ་རྟག་པ་ཡིན་པ་ཅིག་སྟངས་འཛིན་གྱིས་རྟོགས་པ་ལ། རེ་བ། གཟུགས་སོགས་རྟག་པར་འཛིན་པའི་སྟངས་འཛིན་རྟོགས་པ་ལ། གཟུགས་སོགས་རྟག་པ་ཡིན་པ་ཅིག་གྲགས་ཀྱི་ཡོད་རེད་དེ་དེ་དངོས་ཡོད་གནས་ཚུལ་མ་རེད། དེ་དངོས་ཡོད་གནས་ཚུལ་མ་ཡིན་པ་དེ་ག་འདྲ་རེད་ཟེར་ན། དེ་ལ་ཡ་ཨ་ནས། འཇིག་རྟེན་གྱི་ཐ་སྙད་པའི་ཚད་མས་གནོད་དགོས་བ་པ། དེ་ལ་འཇིག་རྟེན་པའི་ཐ་སྙད་པའི་ཚད་མས་གནོད་ན། འཇིག་རྟེན་པའི་ཐ་སྙད་པའི་ཚད་མས་གནོད་སྟངས་དེ་ག་རེད་ཟེར་ན་རྣལ་འབྱོར་ཀུན་རྫོབ་ཟེར་དེ་རེད། རྣལ་འབྱོར་ཀུན་རྫོབ་ཟེར་ཡ་དེ་རྣལ་འབྱོར་བ་ཟེར་ཡ་དེ། གཟུགས་སོགས་མི་རྟག་པ་ཡིན་པ་སྒོམ་མཁན་གྱི་རྣལ་འབྱོར་པ། གཟུགས་སོགས་མི་རྟག་པའི་རང་བཞིན་ཡིན་པ་ལ་བློ་གྲོས་ཤེས་རབ་ཀྱི་དཔྱད་པ་བྱས། ཟུར་ཟུར་མི་རྟག་པའི་ཀྱི་གནས་སྟངས་ཡིན་པ་ལ་ཨོ་ཤེས་རབ་ཀྱི་དཔྱད་པ་བྱས་ནས་ཟུར་ཟུར་མི་རྟག་པ་ཡིན་པ་ཚད་མས་རྟོགས། ཟུར་ཟུར་མི་རྟག་པ་ཡིན་པ་ཚད་མས་རྟོགས་པ་དེ་ཉིད་ལ་ཡང་ནས་ཡང་དུ་གོམས་པར་བྱེད་པའི་རྣལ་འབྱོར་པ་གཅིག་ཏུ་བསས་བྱས་ཙམ་ན་ཟུར་ཟུར་མི་རྟག་པ་རྟོགས་པའི་རྣལ་འབྱོར་པ་དེ་ཀྱི་རྒྱུད་ལ་ཟུར་ཟུར་མི་རྟག་པ་རྟོགས་པའི་བློ་ཚད་མ་གཅིག་ཡོང་བ་རེད།

སོ་སོ་མི་རྟག་པར་རྟོགས་པའི་ཐ་སྙད་པའི་ཚད་མའི་ངོ་བོ་ལ། ཀུན་རྫོབ་ངེས་མེད་ཟེར་ཡ་དེ་སོ་སོ་མི་རྟག་པ་ཡིན་པའི་ཀུན་རྫོབ་པའི་ཆོས་ཅན་དེ་ངེས་པ་ཡོད་མ་རེད། དོན་དག་རྫོགས་འདོད་ན། གཟུགས་སོ་མི་རྟག་པ་ཡིན་པའི་ཀུན། གཟུགས་སོ་མི་རྟག་པ་ཡིན་པའི་གནས་སྟངས་དེ་ཀུན་རྫོབ་པའི་ཆོས་རེད་བ། དེ་འདྲའི་ཀུན་རྫོབ་པའི་ཆོས་ཡིན་པ་དེ་སྐྱོན་མེད་པའི་ཀུན་རྫོབ་དེ་རེད། རྣལ་འབྱོར་ཀུན་རྫོབ་ངེས་མེད་དེ་ད་ཅིག་ཤེས་སོང་ཡ། གཟུགས་སུ་མི་རྟག་བ་རྟོགས་པའི་རྣལ་འབྱོར་པས་ཀྱི། བློ་ངོ་ལ། གཟུགས་སུ་མི་རྟག་པ་ཡིན་པར་གྲགས། གྲགས་པར་མ་ཟད་གཟུགས་སུ་མི་རྟག་པ་ཡིན་པར་ཚད་མས་རྟོགས་དེ་འདྲ་ཡིན་ཙང་འཇིག་རྟེན་ལ་གྲགས་པ་དང་འཇིག་རྟེན་པའི་ཐ་སྙད་པའི་ཚད་མས་མི་གནོད་པ་གཉིས་ཀ་རེད་བ། དེ་འདྲའི་གཉིས་ཀ་ཡིན་པ་ཡིན་ཙང་གཟུགས་སུ་མི་རྟག་པ་ཡིན་པ་མི་རྟག་པ་ཡིན་པ་དེ། ཀུན་རྫོབ་བདེན་པ་ཀུན་རྫོབ་ཏུ་ཡོད་པ་བཞག་ཐུག་རེད། དེ་ཀུན་རྫོབ་ཏུ་ཡོད་པ་ལ་ངེས་པ་ཡོད་མ་རེད། རྣལ་འབྱོར་པའི་ཐ་སྙད་པའི་ཚད་མ་ལ་ལྟོས་ནས་གཟུགས་སོགས་ཀུན་རྫོབ་ཡིན་པ་ལ་ངེས་པ་ཡོད་མ་རེད། རྣལ་འབྱོར་ཀུན་རྫོབ་ངེས་མེད་དེས། གང་སོང་ཨ། ད། འོ་ན་ག་རེ་ལ་ངེས་པ་ཡོད་རེད་ལ་ན་དང་གི། འཇིག་རྟེན་པའི་གིས་གཟུགས་སོགས་རྟག་པར་འཛིན་པའི་སྟངས་འཛིན་གྱི་རྟོག་པ་ལ་གཟུགས་སོགས་རྟག་པ་ཡིན་པ། རྟོག་པ་ལ་གྲགས་ཡོད་རེད་འཇིག་རྟེན་པའི་བློ་ལ་གྲགས་ཡོད་རེད། དེ་ནས་གཟུགས་སོགས་རྟག་པ་ཡིན་པ་དེ་མཚན་མའི་རྟོག་ཡང་མེད་པ། དེ་ལ་ཡང་མཚན་མའི་གནོད་ཀྱི་ཡོད་ཙང་ཀུན་རྫོབ་ཏུ་ཡོད་མ་རེད། དེ་འདྲ་ཡིན་ཙང། གཟུགས་སོགས་རྟག་པ་ཡིན་པ་དེ་ཀུན་རྫོབ་ཏུ་ངེས་པ་ཡོད། ཀུན་རྫོབ་ཏུ་འཇོག་པ་ལ་ངེས་པ་ཡོད། གཟུགས་སོགས་མི་རྟག་པ་ཡིན་པ། ཀུན་རྫོབ་ཏུ་འཇོག་པ་ལ་ངེས་པ་ཡོད་མ་རེད། དེ་ངེས་པ་ཡོད་མེད་དེ་ག་བ་ལྟ་བུ་རེད། ཐ་སྙད་པའི་མཚན་མའི་གནོད་མ་གནོད་ལ་ལྟ་བུ་རེད། གཟུགས་སོགས་རྟག་པ་ཡིན་པ་ལ་ཐ་སྙད་པའི་མཚན་མའི་གནོད་ཀྱི་འདུག་གཟུགས་སུ་མི་རྟག་པ་ཡིན་པ་ལ་ཐ་སྙད་པའི་ཚད་མས་གནོད་ཀྱི་མི་འདུག་དེ་འདྲ་ཡིན་པ་ཡིན་ཙང་གཟུགས་སུ་མི་རྟག་པ་ཡིན་པ་དེ་ཀུན་རྫོབ་ཏུ་ཡོད་པ་ལ་ཉེས་པ་མེད་གཟུགས་སུ་རྟག་པ་ཡིན་པ་དེ་ཀུན་རྫོབ་ཏུ་ཡོད་པ་ལ་ཉེས་པ་ཡོད། དེ་འདྲ་ཡིན་པ་ཡིན་ཙང། གཟུགས་སུ་རྟག་པ་ཡིན་པ་དང་གཟུགས་སུ་མི་རྟག་པ་ཡིན་པ་དེ་གཉིས་ཀ་དོན་རྣམ་པར་མེད་པར་འདྲ་ན་ཡང་ཀུན་རྫོབ་ཏུ་ནི་ཡོད་མེད་ལ་ཁྱད་པར་ཆེན་པོ་ཡོད། ཧཱུྃ་སོ། གཟུགས་སུ་བཏགས་པ་དེ་ཡང་དོན་དམ་པར་མེད། གཟུགས་སུ་མི་བཏགས་པ་ཡང་དོན་དམ་པར་མེད་དེ་གཉིས་གཅིག་པ་བྱེད། ཡིན་ན་ཡང་ག་རེ་ཁྱད་པར་ཡོད་གཟུགས་སུ་བཏགས་པ་ཡིན་པ་དེ་ཀུན་རྫོབ་ཏུ་ཡོད་པ་མ་རེད་ག་རེ་བྱས་ནས་ཐ་སྙད་པའི་ཚད་མའི་སྣོད་གི་འདུག་ཀུན་རྫོབ་ཏུ་ཡོད་པའི་ཁྱད་ཆོས་གསུམ་ཚང་གི་མི་འདུག་ཐ་སྙད་པའི་ཚད་མའི་སྣོད་གི་འདུག་གཟུགས་སུ་མི་བཏགས་པ་ཡིན་པ་དེ་ལ་ཀུན་རྫོབ་ཏུ་ཡོད་པའི་ཁྱད་ཆོས་གསུམ་ཚང་གི་འདུག་ཐ་སྙད་པའི་ཚད་མའི་སྣོད་གི་མི་འདུག་དེ་འདྲ་ཡིན་པ་ཡིན་ཙང་ཁྱད་པར་ཡོད་རེད་དེ་གསུངས་རྣལ་འབྱོར་ཀུན་རྫོབ་ངེས་མེད་དེ། ད་དེ་འདྲ་ཡིན་ན་རྩ་བ་གཉིས་ནས་འགྲིག་མ་སོང། གཞན་ཡང། གནོད་པ་ཆེན་པོ་འདུག། མཐའ་འགྱུར་བ་ཁྱོད་རང་བྱས་པ་ཡིན་ན་འོ་ན་གཟུགས་སོགས་དོན་དམ་པར་མེད་ལགས་པར་བ། གཟུགས་སོགས་དོན་དམ་པར་མེད་ན་གཟུགས་སོགས་མི་རྟག་པ་ཡིན་པ་དེ་དངོས་ཡུལ་གནས་ཚུལ་མ་ཡིན་ལགས་པར་བ། གཟུགས་སོགས་མི་རྟག་པ་ཡིན་པ་དེ་གཟུགས་སོགས་ཀྱི། ཨ་ནི་རང་བཞིན་མཐར་ཐུག་པ་མ་ཡིན་ན། ཨ་ནི་གཟུགས་གཟུགས་མི་རྟག་པ་ཡིན་པ་དེ་གཟུགས་གཟུགས་ཀྱི་དེ་ཁོ་ན་ཉིད་མ་རེད་པས་དེ་མ་ཡིན། གཟུགས་གཟུགས་མི་རྟག་པ་ཡིན་པ་དེ་གཟུགས་གཟུགས་ཀྱི་དེ་ཁོ་ན་ཉིད་མ་ཡིན་ན། གཟུགས་གཟུགས་མི་རྟག་པ་རྟོགས་པའི་ཚད་མ་དེ་དེ་གཟུགས་གཟུགས་མི་རྟག་པ་རྟོགས་ཡོང་དུས་གཟུགས་གཟུགས་ཀྱི་དེ་ཁོ་ན་ཉིད་རྟོགས་པ་མ་རེད་པས་དེ་མ་རེད། དེ་མ་ཡིན་ལ་ན་བཅོམ་ལྡན་འདས་ཀྱི་གསུང་དང་འགལ་འདུག་བཅོམ་ལྡན་འདས་ཀྱི་གསུང་ནང་རོ་ལ་གཟུགས་གཟུགས་མི་རྟག་པ་རྟོགས་པའི་བློས་གཟུགས་གཟུགས་མི་རྟག་པ་རྟོགས་པ་དེ་དེ་ཁོ་ན་ཉིད་མཐོང་བ་ཡིན་ཟེར་ནས་གསུང་བཞག་ཨ་དེ་དང་འགལ་གྱི་འདུག་བ་ཟེར་ན། འཇིག་རྟེན་ལ་ལྟོས་དེ་ཉིད་མཐོང་ཟེར་བ། དེ་ཉིད་མཐོང་ཟེར་ཏེ་དེ་ཁོ་ན་ཉིད་མཐོང་བ། གཟུགས་སོགས་མི་རྟག་པ་རྟོགས་པའི་བློས་གཟུགས་སོགས་མི་རྟག་སོགས་མཐོང་བ་དེ་དེ་ཁོ་ན་ཉིད་མཐོང་བ་ཡིན་ཟེར་ནས་བཅོམ་ལྡན་འདས་ཀྱིས་གསུངས་པ་དེ་འཇིག་རྟེན་ལ་ལྟོས་ཏེ་སོང་བ་རེད། མ་གཏོགས་དངོས་ཡོད་གནས་ཚུལ་ལ་གཟུགས་སོགས་མི་རྟག་པ་དེ་གཟུགས་སོགས་ཀྱི་དེ་ཁོ་ན་ཉིད་ཡིན་པའི་རྒྱུ་མཚན་གྱིས་གསུངས་པ་མ་རེད། གཟུགས་གཟུགས་མི་རྟག་པ་དེ་འགྲོ་བ། འཇིག་རྟེན་ལ་ལྟོས་ཞེས་པའི་ཚིག་འདི་ཀྱིས། འཇིག་རྟེན་ལ་ལྟོས་ནས། མ་བརྟགས་ག་ས་འདི་དེ་ཁོ་ན་ཉིད་ལ་བློ་ཁ་མ་ཕྱོགས་པས་འཇིག་རྟེན་ལ་ལྟོས་ནས་གཟུགས་གཟུགས་མི་རྟག་པ་རྟོགས་པའི་བློས་གཟུགས་གཟུགས་མཐོང་བ་དེ་དེ་ཁོ་ན་ཉིད་མཐོང་བ་རེད། ཡིན་ན་ཡང་དོན་དམ་བདེན་པ་གནས་ལུགས་སྟོང་པ་ཉིད་མཐོང་བའི་དབང་དུ་བྱས་པ་ཡིན་ན། གནས་ལུགས་སྟོང་པ་ཉིད་ཀྱི་ངོས་ནས་བཤད་ན་གཟུགས་སོགས་མི་རྟག་པ་དེ་གཟུགས་སོགས་ཀྱི་རང་བཞིན་མཐར་ཐུག་པ་མ་རེད། གཟུགས་སོགས་མི་རྟག་པ་དེ་ཀུན་རྫོབ་བདེན་པ་རེད། གཟུགས་སོགས་ཀྱི་རང་བཞིན་མཐར་ཐུག་པ་དེ་གཟུགས་སོགས་རང་ངོས་ནས་མེད་པའི་སྟོང་ཉིད་དེ་རེད། གོ་བརྡ་འདི་སོང། འཇིག་རྟེན་ལ་ལྟོས་ཏེ། གཟུགས་སོགས་མི་རྟག་པར་ལྟོས་པའི་བློ་དེ་ཀྱིས་གཟུགས་སོགས་མི་རྟག་པར་མཐོང་བ་དེ་དེ་ཁོ་ན་ཉིད་མཐོང་བ་ཡིན་པར་བཅོམ་ལྡན་འདས་ཀྱིས་གསུངས་སོ། འཇིག་རྟེན་ལ་མ་ལྟོས་པར་བྱས། དོན་དམ་གྱི་གནས་ཚུལ་ཐོག་ནས་བཤད་པ་ཡིན་ན་ཟུར་ཟུར་མི་རྟག་པ་དེ་ཀུན་རྫོབ་བདེན་པ་ཡིན་ཙང་ཟུར་ཟུར་མི་རྟག་པ་ལྟོས་པའི་བློས་ཟུར་ཟུར་མི་རྟག་པ་རྟོགས་ཡག་སྟེ་དེ་ཁོ་ན་ཡིན་མཐོང་བ་མ་རེད། ཀུན་རྫོབ་ཙམ་མཐོང་བ་རེད། འོ་ད་འདི་གསུངས་པ། འཇིག་རྟེན་ལ་ལྟོས་དེ་ཉིད་ཐོག་ནས་བཤད། གཞན་དུ་བུད་མེད་མི་གཙང་བར། དེས་རྟོགས་འཇིག་རྟེན་གྱིས་ནོན་འགྱུར། ད་འདི་གི་ག་རེ་ཚིག་བར་སོང་བ་ན། ད་ལྟ་ང་རང་ཚོ། ཀུན་རྫོབ་ཏུ་ཡོད་པ་དང། དོན་དམ་དུ་མེད་པར་འདྲ་ན་ཡང། ཀུན་རྫོབ་ཏུ་ཡོད་མེད་སྐྱེ་བྱ་འདི། ཀུན་རྫོབ་ཏུ་ཡོད་ཚུལ་ཁ་སང་གསུམ་ཡོད་པ། འཇིག་རྟེན་པའི་ཤེས་པ་ལ་འཇིག་རྟེན་པའི་ཐ་སྙད་པའི་ཤེས་པ་ལ་གྲགས་པ། ཐ་སྙད་པའི་ཚད་མས་མི་གནོད་པ། དེ་ཁོ་ན་ཉིད་ལ་དཔྱོད་པའི་རིག་ཤེས་ཀྱིས་ཡང་མི་གནོད་པ་ཟེར་ནས་ཁྱད་ཆོས་གསུམ་གྱི་ཐོག་ནས་ཀུན་རྫོབ་ཏུ་ཡོད་པ་འདི་བཞག་པ་རེད། དེ་མ་གཏོགས། འཇིག་རྟེན་ལ་དྲག་རྩལ་ཚང་མ་ཀུན་རྫོབ་ཏུ་ཡོད་ལབ་གི་མ་རེད་ད། འཇིག་རྟེན་ལ་དྲག་རྩལ་ཀུན་རྫོབ་ཏུ་ཡོད་ལབ་པ་ཡིན་ན། འོ་ཨ་ནི་སྐྱོན་འདི་འདུག་བཞིན་དུ་ཟེར་བཞིན་དུ་ཞེས་པའི་ཚིག་དེ་གས་འཇིག་རྟེན་ལ་དྲག་སྣང་ཀུན་རྫོབ་ཏུ་ཡོད་པའི་ཁྱབ་ལབ་ན། བཞིན་དུ། བུད་མེད་མི་བཟང་བར་དེས་རྟོགས་ལབ་པ་རེད།

ད་འདི་རེད། དེ་ག་རེ་བརྩི་དགོངས་རེད་ཟེར་ན། བུད་མེད་ཟེར་ཡ་དེ་ད་ད་འདྲ། དགེ་སློང་ཞིག་གི་ངོས་ནས། ཨ་ནེ། ཆགས་པ་སྤང་ཡག་གི་ཨ་ནེ་ཉམས་ལེན་བྱེད་ཡོང་འདོད། གཙོ་བོ་ཆགས་པ་སྐྱེ་ས་ཡི་གཞི་བུད་མེད་ཞིག་ལ་དམིགས་ནས་ཆགས་པ་སྐྱེ་ཡ་དེ་སྤང་བ་གཙོ་བོ་བྱེད་ནས་སོང་བ་ཡིན་ན་དེ་གསུངས་རེད། དེ་མ་གཏོགས་དེ་དཔེ་མཚོན་ཙམ་ལས་མ་གཏོགས་གཞི་ཚང་མ་རེད། བུ་དང་བུ་མོ་ག་རེ་ཡིན་ན་ཡང་དམ་དག་ཆགས་པ་སྐྱེ་ས་ཡི་ཡུལ་ཞིག་ཡིན་ན་དེ་མི་ཚང་བའི་རང་བཞིན་ལ་བརྟེན་ནས་ཆགས་པ་འདོགས་དགོས་རོ། དེ་འདྲ་ཡིན་པ་ཡིན་ཙང། གཞན་དུ་བུད་མེད་ལ་སོགས་པའི་ཆགས་ཡུལ་གྱི་ཡུལ་རྣམས། མི་ཚང་བ་ལ་སོགས་པ་ངེས་པར་རྟོགས། པ་སུའི་རྣལ་འབྱོར་པས་དང་གི་གོང་དུ་བཤད་པའི་རྣལ་འབྱོར་པ་དེ་གས། བུད་མེད་ལ་སོགས་པའི་ཆགས་ཡུལ་གྱི་ཆོས་འདི་ཐམས་ཅད། ཐོག་མར་འདུས་བྱས་ཐམས་ཅད་མི་རྟག་པ་བསམ་བློ་བཏང། དེ་ནས་ཟག་བཅས་ཐམས་ཅད་སྡུག་བསྔལ་བ་བསམ་གཏང་ངོ། ད་འདུས་བྱས་ཐམས་ཅད་མི་རྟག་པ་བསམ་མ་གཏང་དོན་ཡང་སྡུག་བསྔལ་བདེན་པའི་སྟེང་ཁྱད་ཆོས་ཞིག་མི་རྟག་སྡུག་བསྔལ་ལྟུང་བའང་བདག་མེད་བསམ་གཏང་ངོ། དེ་ཡིན་དུས་མི་རྟག་པ་དང་སྡུག་བསྔལ་བ་བསམ་གཏང་ངོ། ཅི་ལ་མི་རྟག་པ་བསམ་གཏང་ཡིན་དུས་སྐྱེ་འཆི་སྐྱེ་འཆིའི་རྒྱུ་བ་འགྲོ་བ་བསམ་གཏང་ངོ། བུད་མེད་ལ་སོགས་པའི་དངོས་པོ་རྣམས་ཆོས་ཅན། མི་རྟག་པ་ཡིན་ཏེ་སྐྱེ་འཆི་སྐྱེ་འཆི་གི་འཇིག་པའི་ཕྱིར་སྐྱེ་འཇིག་མ་ཡིན་པའི་ཕྱིར་འཇིག་བྱེད། བུད་མེད་ལ་སོགས་པའི་ཆགས་ཡུལ་གྱི་དངོས་པོ་རྣམས་ཆོས་ཅན། མི་གཙང་བ་ཡིན་ཏེ་གཙང་བའི་བདག་དོན་གཞན་གྱིས་སྟོང་པའི་ཕྱིར། འདུ་བྱེད་ནི། ཨ་ནི་མི་རྟག་པ་དང་མི་གཙང་བའི་རང་བཞིན་ཡིན་པ་རྟོགས་རྒྱུ་ཡོད། བྱེད་དང་འདུས་རྒྱུ་ཙམ་གར་བྱེད་པ་ལས་མི་རྟག་པ་དང་མི་གཙང་བའི་རང་བཞིན་ཡིན་པ་ཚད་མའི་ངེས་པ་རྙེད་ནས་རྟོགས་རྒྱུ་ཡོད་པ་ཡིན་ཙང་ངེས་རྟོགས་སུ་ལབ་པར་གདའ། གཞན་དུ། རྣལ་འབྱོར་པས་བུད་མེད་མི་གཙང་བར་ངེས་པར་རྟོགས་རྒྱུ་རེད། དེ་འདྲའི་ངེས་པར་རྟོགས་ཡོང་དུས་རྟོགས་མཁན་གྱི་བློ་ཅི་འདུག་བ། དེ་འདྲའི་གི་རྟོགས་མཁན་གྱི་བློ་དེ་གི་བུད་མེད་མི་བཟང་བ་ཡིན་པ་གཅིག་བློ་ལ་ཤར་གྱི་ཡོད་རེད། དེ་འདྲའི་རྟོགས་མཁན་གྱི་བློ་དེ་འཇིག་རྟེན་པའི་ཤེས་པ་རེད། དེ་འདྲའི་གི་འཇིག་རྟེན་པའི་ཤེས་པ་ལ་བུད་མེད་མི་བཟང་བ་ཡིན་པ་དེ་དྲག་གི་འདུག་བྱས་ཙང་བུད་མེད་མི་བཟང་བ་ཡིན་པ་དེ་འཇིག་རྟེན་པའི་རྣལ་འབྱོར་བའི་འཇིག་རྟེན་པའི་ཤེས་པ་ལ་དྲག་སོང་བ། ཡིན་ན་ཡང་རྣལ་འབྱོར་བ་མ་ཡིན་མཁན་འདི་ཚོ་ག་རེ་བྱེད་ཀྱི་རེད་ཟེར་ན། ངས་རྟོགས་སུ་ཡ་བྱེད། འཇིག་རྟེན་གྱི་གནོད་འགྱུར་ཟེར་དུས་འཇིག་རྟེན་ཟེར་ཏེ། རྣལ་འབྱོར་བ་མ་ཡིན་མཁན་གྱི་འཇིག་རྟེན་ཕལ་པ། ཆགས་པ་དང་དུ་བླང་མཁན་གྱི་འཇིག་རྟེན་ཕལ་པ། ཆགས་པ་དང་དུ་བླང་མཁན་གྱི་འཇིག་རྟེན་ཕལ་པ་དེ་གིས་ཨ་ནི། བུད་མེད་ལ་སོགས་པའི་ཆགས་ཡུལ་གྱི་དངོས་པོ་མཐོང་ཡོང་དུས། མི་རྟག་པ་ཨེ་བསམ་གྱི་མ་རེད་རྟག་པ་བསམ་གྱི་རེད། མི་གཙང་བ་ཡང་བསམ་གྱི་མ་རེད་གཙང་བ་བསམ་གྱི་རེད། དེ་འབྲེལ་གྱི་འཇིག་རྟེན་ཕལ་པའི་དགེ་བློ་རྟོགས་པ་ལ་ག་རེ་གྲགས་ཡོད་རེད། མི་རྟག་པ་དང་གཙང་བར་གྲགས་ཡོད་རེད། དེ་འདྲ་ཡིན་པ་ཡིན་ཙང། འཇིག་རྟེན་ལ་གྲགས་ན་ཀུན་རྫོབ་ཏུ་ཡོད་པའི་ཁྱབ་ལ་ན། བུད་མེད་མི་རྟག་པ་མ་ཡིན་པ་རྟག་པ་ཡིན་པ་དང་གཙང་བ་ཡིན་པ་དེ་འཇིག་རྟེན་ཕལ་པའི་བློ་རྟོགས་པ་ལ་གྲགས་གི་འདུག་དེ་འདྲ་ཡིན་ཙང། ཨ་ནི་དེ་ཚོ་ཡང་རྟག་པ་དང་ཨ་ནི་བཅས་ཀྱི་རྩ་བ་ཡིན་པ་དེ་ཀུན་རྫོབ་ཏུ་ཡོད་བ་དང་ཡོད་བ་དག་འཇིག་རྟེན་པའི་ཤེས་པ་ལ་གྲགས་པའི་ཕྱིར་ཏེ་ཆགས་པ་ཅན་གྱི་འཇིག་རྟེན་པའི་ཤེས་པ་ལ་གྲགས་པས་བྱས་སོ་རྟགས་གསལ་འདི་ལྟར། བྱས་དང་འདི་བརྟགས་ནས་དེ་གིས་གང་ལྟར། ཆགས་ཅན་ཆགས་པ་དང་བཅས་པའི་འཇིག་རྟེན་པའི་ཀྱི་ཤེས་པ་ལ་བུད་མེད་རྟག་པ་དང་རྩ་བ་ཡིན་པ་དེ་གྲགས་ཀྱི་འདུག་བ། དེ་འདྲས་གྲགས་པ་ཡིན་ཙང་དེ་དངོས་ཡུལ་མིན་དུ་ཆགས་ཀྱི་རེད། དེ་གལ་ཏེ་དངོས་ཡུལ་མིན་ཚུལ་ཡིན་ན། བུད་མེད་ལ་སོགས་པ་དེ་སྐད་དེ། རྩ་དབང་ཡིན་པ་དང་རྟག་པ་ཡིན་པ་དེ། བློ་རྟོག་པ་ལ་གྲགས་པ་ནང་བཞིན་དངོས་ཡུལ་གནས་ཚུལ་ཡིན་ན། དེ་འདྲས་ཀྱི་གྲགས་པའི་བློ་དེ་ཀྱིས་འཇིག་རྟེན་པའི་ཤེས་པ་དེ་ཀྱིས། བསྟན་བཅོས་དཔལ་གྱིས། བུད་མེད་མི་གཙང་བ་ལ་སོགས་པ་སྒོམ་བདེ་མཁན་གྱི་བློ་དེ་ལ་གནས་པ་ཆགས་པའི་རིགས་ཡིན། དེ་འདྲ་ཡིན་ཙང། གཞན་དུ་བུད་མེད་མི་གཙང་བར་ངས་རྟོགས་ཞེས་པའི་ངེས་པར་རྟོགས་པའི་བློ་དེ་ལ། འཇིག་རྟེན་གྱིས་དོན་བསྒྱུར་བཟོད་དུས་ཆགས་པ་ཅན་གྱི་འཇིག་རྟེན་དཔལ་གྱིས། གཙང་བ་དང་རྟག་པར་འཛིན་པའི་བློ་དེ་ཀྱིས་གནས་པར་འགྱུར་རོ། དེ་འདྲ་ཡིན་པ་ཡིན་ཙང་འཇིག་རྟེན་ལ་དྲག་རྩལ་དངོས་ཡོད་གནས་ཚུལ་ཡོད་རེད་ཟེར་གྱི་མེད་ལ་འཇིག་རྟེན་ལ་དྲག་རྩལ་ཀུན་རྫོབ་ཏུ་ཡོད་ཡང་ཟེར་གྱི་མེད། ཅི་ལ་དེ་འདྲ་ཡིན་པ་ཡིན་ཙང་འཇིག་རྟེན་ལ་དྲག་ན་ཡོད་པས་མ་ཁྱོད་བསམ་ཞིག་ད་འདི་གི་ཞེའུ་ཕན་ཐོགས་འདུག་ཨ། ད་རེ་ཕན་ཐོགས་འདུག་ལ་ན། མཐའ་འཁྱོལ་བའི་ལུགས་ལ་ཡོད་དང་མེད་ཀྱི་མཚམས་ག་ནས་ཡིན་པ་དང། མཐའ་འགྱུར་བའི་ལུགས་ལ་དོན་རྣམ་པར་མེད་ན་མེད་མི་དགོས་པ་དང། མཐའ་འགྱུར་བའི་ལུགས་ལ་ཀུན་རྫོབ་ཏུ་ཡོད་ན་ཡོད་གོ་ཆོད་པ་དང། ཡང་མཐའ་འགྱུར་བའི་ལུགས་ལ་ཀུན་རྫོབ་ཏུ་ཡོད་ཟེར་ཡང་དེ་ཡང་འཇིག་རྟེན་ལ་གྲགས་པ་ཙམ་གྱིས་ཀུན་རྫོབ་ཏུ་འཇོག་པ་མ་ཡིན་པ། འཇིག་རྟེན་ལ་གྲགས་པའི་སྒང་ལ་ཐ་སྙད་པའི་ཚད་མས་མི་གནོད་པ་ཞིག་གོ་གི་ཡོད་པ་དེ་གསལ་པོ་སྟོན་གི་འདུག་བ། བྱས་ཙང་དེ་འདྲའི་ཡིན་པ་ཡིན་ཙང་དེ་གནད་འགག་རེད་ཤག། ཀུན་རྫོབ་ལྟོས་ཡང་འགར་བཤད་ན་རྣལ་འབྱོར་ཀུན་རྫོབ་ཉིད་མེད་དེ་འཇིག་རྟེན་བླ་རྡོ་དེ་ཉིད་མཐོང། གཞན་དུ་བུད་མེད་མི་གཙང་བར་ངས་རྟོགས་འཇིག་རྟེན་གྱིས་ནོད་གྱུར་གསུངས། ཨོ་ཡ། བྱས་ཙང་ངས་ཁ་སང་ནས་ཞུས་ཡིན་པ། རྗེ་རིན་པོ་ཆེ་འདི་ཀུན་རྫོབ་ཏུ་ཡོད་པའི་ཚད་ལ་རིན་ཆེན་མོ་ནས་གསུངས་འདི་ཡང་འཇིག་རྟེན་པའི་ཐ་སྙད་པའི་ཤེས་པ་ལ་གྲགས་པ་འཇིག་རྟེན་པའི་ཐ་སྙད་པའི་ཚད་མས་མི་གནོད་པ། ཨ་ནི་ཅིག། མཐར་ཐུག་དཔྱོད་པའི་རིག་ཤེས་ཚད་མས་གྲགས་ས་དེ་ཁོ་ན་ཉིད་ལ་དཔྱོད་པའི་རིག་ཤེས་ཀྱིས་ཡང་མི་གནོད་པ། གསུམ་གྱི་ཐོག་ནས་ཀུན་སྤྱོད་དུ་ཡོད་པ་འཇོག་ཡ་དེ་གནད་འགག་ཆེན་པོ་རེད་ད་སྟི་བློ་ལ་སེམས་ནས་ཉན་དགོས་རེད་ཟེར་དེ་རེད་དེ་ཉན་ན་ད་ད་འདྲ་དེ་ཚོ་གྲས་དེ་ལ་དོ་རྒྱུ་ཡག་པོ་ལེགས་རེད་བ་ཨོ། ནས་དེ་ཉན་ཐོག་འཇིག་རྟེན་གྱི་ནོར་འགྱུར། ད་ཡང། རང་རང་ངོ་ནས་སྤྲོ་བ་ཁས་ལེན་མཁན་ཚོ་གི་རྟགས་གསལ་བཏང་རེད། དེ་འདྲའི་ལབ་པ་ཡིན་ན་ཆོས་ཐམས་ཅད་རང་ངོ་ནས་མེད་དགོས་རོགས། མེད། ཆོས་ཐམས་ཅད་རང་ངོ་ནས་མེད་ཡང་ཡོད་ལབ་དགོས་རོགས། ཆོས་ཐམས་ཅད་རང་ངོས་ནས་མེད་ཀྱང། ནི། ཀུན་རྫོབ་ཙམ་དུ་རང་ངོས་ནས་ཡོད་པ། ཁ་སང། རང་ངོས་ནས་མེད་ཀྱང་ཡོད་ལབ་པ་རེད། དེ་འདྲའི་ལབ་པ་ཡིན་ན། བློ་ལ་སྣང་ཚུལ་རང་ངོས་ནས་གྲུབ་པར་སྣང། ཡིན་ནའང་དངོས་ཡུལ་གནས་ཚུལ་ལ་རང་ངོས་ནས་གྲུབ་པ་མེད། ཡང། དངོས་ཡུལ་གནས་ཚུལ་ལ་རང་ངོས་ནས་གྲུབ་པ་མེད། ཡིན་ནའང་བློ་ལ་ཡང་རང་ངོས་ནས་གྲུབ་པར་སྣང་ཞེས་ལབ་པ་རེད། དེ་འདྲའི་ལབ་ན་སྣང་ལེན་མི་མཐུན་པའི་རྫུན་པ་རྒྱུན་མ་ཆགས་ཀྱི་རེད། སྣང་ལེན་མི་མཐུན་པའི་རྫུན་པ་རྒྱུན་མ་ཡིན་ན། ནི། ཆོས་ཐམས་ཅད་སྒྱུ་མ་ལྟ་བུ་ཡིན་ན། ད་ཨ་ལས་ཀུན་རྫོབ་བདེན་པའི་ཆོས་ཐམས་ཅད་སྒྱུ་མ་ལྟ་བུ་ཡིན་ན། སངས་རྒྱས་བཅོམ་ལྡན་འདས་ཡང་སྒྱུ་མ་ལྟ་བུ་ཆགས་རེད། སངས་རྒྱས་བཅོམ་ལྡན་འདས་ཡང་སྒྱུ་མ་ལྟ་བུ་ཡིན་པ་ཡིན་ན། དཔེར་ན། སྒྱུ་མ་མཁྱེན་ལྗགས་བསྡུ་བ་ལ། སྒྱུ་མ་མཁྱེན་གྱི་རྡེའུ་བཞིན་རྟ་གླང་དུ་སྤྲུལ་པ་ནང་བཞིན་གྱི་སྒྱུ་མ་ཡིན་པ་ཡིན་ན། ཨ་ནི་སངས་རྒྱས་བཅོམ་ལྡན་འདས་ལ་མཆོད་པ་ཕུལ་ན་བསོད་ནམས་བསགས་ཡ་དེ་འདྲ་ག་འདྲས་སུ་ཡོད་རེད། དཔེར་ན་ལྗགས་འདུལ་བ་ལ་ཡིག་འབྲུ་ཡིས་བྱས་པའི། ལྷག་པ་དེ་ཚོ་ལ་མཆོད་པ་ཕུལ་ན་བསོད་ནམས་མི་འདུ་བ། དེ་མེད་ན། སངས་རྒྱས་བཅོམ་ལྡན་འདས་སྒྱུ་མ་ལྟ་བུ་ཡིན་ན། དེ་ལ་མཆོད་པ་ཕུལ་ན་བསོད་ནམས་ག་རེ་ཡོང་གི་རེད་པས་ཟེར་ནས་ད་རྩོད་པ་རྩོད། འདི་རྩོད་པ་འདི་ཤུགས་ལྡན་རེད། རེ་བ། སྒྱུ་མ་ལྟ་བུའི་སངས་རྒྱས་ལ་མཆོད་པ་བྱས་པ་ཡིན་ན། བསོད་ནམས་མི་འབྱུང་བ་ཐག་ཁྱོད་སྒྱུ་མ་ལྟ་བུ་ཡིན་པས་ཁྱེར། འོ་དེ་སྟངས་རེད། ད་དེ་ལ་ཡ། རང་ལུགས་ཀྱི་ལན་བསྐྱོན་པ་རེད་ཐང་རྒྱུད་པས། རྒྱུད་འགྲེལ་བརྒྱ་ལས་བསོད་ནམས་ནི་ཇི་ལྟར་དངོས་ཡོད་ལ་ཇི་བཞིན་གསུངས་རེད། ཨོ། སངས་རྒྱས་བཅོམ་ལྡན་འདས་སྒྱུ་མ་ལྟ་བུ་ཡིན་ན་ཡང་སྒྱུ་མ་དང་འདྲ་བས་སངས་རྒྱས་བཅོམ་ལྡན་འདས་ལ་ཕྱག་ཆུན་འབུལ་བྱས་ན་བསོད་ནམས་བསགས་ཀྱི་རེད། རྒྱུད་འགྲེལ་སྒྱུ་མ། རྒྱུད་སྒྲ་ཡིས་ཞེས་པའི་ཚིག་དེ་ཀྱིས་སྒྱུ་མ་ལྟ་བུས། བརྒྱ་ལ་ཟུར་དུ་སངས་རྒྱས་བཅོམ་ལྡན་འདས་ལས། ཕྱག་ཆུན་འབུལ་བྱས་ན་བསོད་ནམས་ནི་འབྱུང། མཐའ་འབྲས་སུ་འབྱུང་ལགས་ན་ཇི་ལྟར་དངོས་ཡོད་ལ་ཇི་བཞིན། ཇི་ལྟར་སྔོན་ཡུལ་ལ་ཇི་བཞིན་ཟད་དེ། འདིར་ལར་མདོ་སྡེ་པ་ཁོ་རང་ཚོ་ལར། ཁྱེད་རང་ཚོ་མདོ་སྡེ་པ་ཁྱེད་ཚོ་སངས་རྒྱས་བཅོམ་ལྡན་འདས་བདེན་པར་གྲུབ་པའི་དངོས་པོ་ཡིན་ཟེར་གི་འདུག་བ། སངས་རྒྱས་བཅོམ་ལྡན་འདས་རང་ངོ་ནས་ཡོད་པ་ཡིན་ཟེར་གི་འདུག་བ། སངས་རྒྱས་བཅོམ་ལྡན་འདས་རང་ངོ་ནས་ཡོད་པའི་དངོས་པོ་ཡིན་ཟེར་གི་འདུག་བ། ཅི་ལྟར་ཁྱེད་རང་ཚོ་མདོ་སྡེ་པ་ཁྱེད་ཚོ་འགྲེལ་བཤད་ག་འདྲས་རྒྱག་གི་ཡོད་བ། དཀོན་མཆོག་གསུམ་ལ་བརྟེན་ནས་བསོད་ནམས་བསགས་པའི་འགྲེལ་བཤད་ག་འདྲས་རྒྱག་གི་ཡོད་བ། ཨ། སྐུ་མཆོག་གསུམ་རང་ངོས་ནས་ཡོད་པ་རེད། རང་ངོས་ནས་ཡོད་པའི་སྐུ་མཆོག་གསུམ་ལ་ཕྱག་མཆོད་འབུལ་བྱས་ན་བསོད་ནམས་བསགས་ཀྱི་རེད་ཟེར་ནས་ཁྱེད་ཚོ་འགྲེལ་བཤད་རྒྱག་གི་ཡོད་པ། དེ་ནང་བཞིན་ང་ཐེངས་རྒྱུས་རེད་རྗེ་སྒྱུ་མ་ལྟ་བུའི་སངས་རྒྱས་སྐུ་མཆོག་གསུམ་ལ་སངས་རྒྱས་ལ་སོགས་པའི་སྐུ་མཆོག་གསུམ་ལ་མཆོད་པ་ཕུལ་ན་བསོད་ནམས་བསགས་ཀྱི་རེད་ཟེར་ལབ་ཀྱི་ཡིན་དཔེ་དེབ་བཀོད་པ་རེད་ཁོ་རང་གི་འབྲེལ་བའི་དཔེ་དེབ་བཀོད་པ་རེད། ཇི་ལྟར། མདོ་སྡེ་པ་ཁྱེད་རང་ཚོས་སངས་རྒྱས་ལ་སོགས་པ་དངོས་པོ་རང་བཞིན་གྱིས་ཡོད་པ་ལ་ཨ་ནི་ཕྱག་ཆེན་པོ་བྱས་པས་བསོད་ནམས་འབྱུང་བར་བཤད་པ་ཇི་བཞིན་དུ། ང་ཡང་རྒྱུ་འབྲས་བརྒྱད་ལས་བསོད་ནམས་འབྱུང་ངོ་འདི་གསུངས་སོ། ཡག་པོ་འདུག་བ། རྒྱུ་འབྲས་བརྒྱད་ལས་བསོད་ནམས་ནི། ཇི་ལྟར་ཁྱོད་རང་གིས་བཤད་པ་ནང་བཞིན་ཇི་ལྟར་མདོ་སྡེ་པ་སོགས་ཁྱེད་རང་ཚོས། སངས་རྒྱས་བཅོམ་ལྡན་འདས་རང་ངོ་ནས་ཡོད་པའི་དངོས་པོ། དངོས་པོ་རང་ངོ་ནས་ཡོད་པ་ལ་རང་ངོ་ནས་ཡོད་པ་ལ་མཆོད་པ་ཕུལ་བ་ལ་བརྟེན་ནས་བསོད་ནམས་འབྱུང་བར་བཤད་པ་ནང་བཞིན་ཡིན། ཇི་ལྟར་དངོས་ཡོད་ལག་ཆད་བཞིན་འཆད། ད་ཡང་ཁ་ཅིག་འདི་འདྲི་ལབ་པ་རེད། ད་ཡང། ཆོས་ཐམས་ཅད་རང་ངོ་ནས་མེད་ན་སེམས་ཅན་རང་ངོ་ནས་མེད་རེད་སེམས་ཅན་རང་ངོ་མེད་ན་ག་འདྲས་སྐྱེ་ག་འདྲས་སྐྱེ་ག་འདྲི་བྱས་ནས་སྐྱེ་གི་ཡོད་རེད་ལབ་པ། གལ་ཏེ་སེམས་ཅན་རྒྱུ་འདྲ་ན་ཤི་ནས་ཇི་ལྟར་སྐྱེ་ཞེ་ན། ད་དེ་ལ་ལན་ག་རེ་སྐྱོན་པ་རེད། ཇི་སྲིད་རྐྱེན་རྣམས་འཚོགས་གྱུར་པ་དེ་སྲིད་སྒྱུ་མའང་འབྱུང་བར་འགྱུར། འབྱུང་བར་འགྱུར་རྒྱུན་རིང་ཙམ་གྱི་བྱེད་ཐབས་ན་སེམས་ཅན་བདེན་པར་ཡོད་པ་ཡིན། ད་རྟགས་སོ་ངོ་མ་དེ་འདི་རེད་བཞག་ཁ་ཅིག་གིས་ག་ལ་རེད་ལགས་ན། རེད་བ། སེམས་ཅན་རང་ངོ་ནས་མེད་པ་སྒྱུ་མ་ལྟ་བུ་ཡིན་ན་འགྲིག་གི་མ་རེད། དཔེར་ན་རྒྱ་སྒྲུང་བ་ལ་སྒྱུ་མ་མཁན་གྱིས་སྤྲུལ་བཞག་པ་དེ་དུས་ཚོད་ཐུང་ཐུང་ཅིག་ལ་སྤྲུལ་ནས་ཨ་དུས་ཚོད་ཐུང་ཐུང་ཅིག་ལ་ཞིག་འགྲོ་གི་རེད། དེ་ནང་བཞིན་སེམས་ཅན་ཡང་སྒྱུ་མ་ལྟ་བུ་ཡིན་ན། ཨ་ནི་འགྲིག་གི་མ་རེད་གང་ཡིན་ཟེར་ན་སེམས་ཅན་ཟེར་མཁན་དེ་སྐྱེས་ནས་མ་ཤི་བར་དུ་ལོ་བས་དུས་ཚོད་ཐུང་ཐུང་མ་ཡིན་པ། ལོ་བརྒྱ་བརྒྱ་དེ་འདྲའི་འདས་དེ་འདྲའི་དུས་ཚོད་རིང་པོ་འདས་ཀྱི་འདུག། ཨ་ནི་སྐྱེ་ཡ་ཡོད་རེད་ཨ་ནི་ཤི་ཡ་ཡོད་རེད། སྒྱུ་མ་ལྟ་བུ་ཡིན་ན་དུས་ཚོད་ཐུང་ཐུང་གཅིག་མ་གཏོགས་འདས་ཐུབ་ཀྱི་མ་རེད་སྐྱེ་ཤི་ལ་སོགས་པའི་ཡོང་ཡ་ཡོད་མ་རེད་པ་ཟེར་ནས་ཏག་ཏག་ཟེར་དང། གལ་ཏེ་སེམས་ཅན་རྣམས་སྒྱུ་མ་འདྲ་བོ་ཡིན་ན་ཤི་ནས་ཇི་ལྟར་སྐྱེ་བར་སྐྱེ་བཞེངས་ན་དེ་མདོ་སྡེ་པ་སོགས་རང་ངོ་མ་རང་ངོ་མའང་ཚོད་དཔྱད་བྱས། དེ་ལ་ཡང་ཐང་སྐྱོ་བའི་ལན་དེ་ལ། ཁྱེད་རང། ཨ་ནི་འདི། རི་བོ་གནོད་བྱེད་ཡོད་མ་རེད། ཇི་སྲིད་རྐྱེན་རྣམས་ཚོགས་གྱུར་པ། དེ་སྲིད་སྒྱུ་མའང་འབྱུང་བར་འགྱུར། སྒྱུ་མ་འང་ཞེས་པའི་འང་སྒྲའི་དགེའི་དོན་དེ་བྱས། སྒྱུ་མ་ཟད་དེ་དཔེ་དེ་རེད། ད་དང་པོའི་དཔེ་དེ་བཤད་ན། ཁྱེད་རང། ལྗགས་རྡུལ་བ་ལ་སྒྱུ་མ་མཁན་གྱིས་སྤྲུལ་ཡོང་དུས་ག་འདྲི་སྤྲུལ་སྐུ་བསྡུ་བའི་ཁྱེད་རང་བསམ་སོང་གདའ། རྒྱ་བསྐུལ་བ་ལ་སྒྱུ་མ་ཚོགས་ཀྱི་སྤྲུལ་ཡོངས་འདུས། ལྡེའུ་ཤིང་རྟ་དང་གླང་ཆེན་དེ་ཚོ་སྤྲུལ་གཡག་གི་རྫས་ཀྱི་རྒྱུ་རྐྱེན་དེ་ཚོ་ཆ་ཚང་བྱས་ཚང་ཡོད་ན། ཨ་ནི་སྤྲུལ་བཞག་པའི་སྒྱུ་མ་ཁྱིང་གི་སྤྲུལ་བཞག་པའི་རྟ་དང་གླང་པོ་དེ་ཚོ་ཡང་ཡོང་གི་ཡོད་རེད། ཇི་སྲིད་རྒྱུ་རྐྱེན་ཡོད་པ་དེ་སྲིད་དུ། སྒྱུ་མ་ཡིན་ན་ཡང་སྤྲུལ་བཞག་རྒྱུ་ཅི་ཡིན་ན་ཡང་རྟ་དང་གླང་ཆེན་དེ་ཚོ་མཐོང་ངེས་དགོས། དཔེར་ན། རྒྱ་དུ་བ་རིགས་སྤྲུལ་ཤར་རྒྱུད་ག་ཤས་ཆོས་ཚུལ་གཅིག་བསྟན་མོ་ལྟ་ཡ་ག་ཤས་ཆོས་ཚུལ་གཉིས་གསུམ་འདི་འདྲ་ལྟ་ཡ་འདུག་ཨ། ཁོ་ལ་ཡང་རྒྱུ་རྐྱེན་འདི་ཡོད་ན། བསྟན་མོ་རྒྱུ་རིག་པ་ལྟ་ཡ་འདུག་ཨ། དེ་ནང་བཞིན། ཨ། ང་རང་ཚོ་མི་འདི་ཚོ་བྲེལ་དེ་ཡང་རྒྱུ་མ་དང་འདྲ་བ་རེད། སྣང་བ་རང་བཞིན་མེད་པ་རྒྱུ་མ་ལྟ་བུ་རེད། ཡིན་ན་ཡང་རྒྱུ་རུ། ག་ས། རང་སྐྱེད་པར་བྱེད་པའི་རྒྱུ་རྐྱེན་ཕ་མ་སོགས་ཀྱི་རྐྱེན་དང་སྐྱེ་བ་སྔ་མའི་ལས་ལ་སོགས་པ་དེ་འདྲའི་གི་རྒྱུ་རྐྱེན་ཅིག་འཛོམས་ཚར་ན། ཨ་ནི་སྐྱེ་བ་བླངས་པའི་འབྲས་བུ་དེ་ཡང་ཡོང་གི་རེད་ལ་སྐྱེ་བ་བླངས་ནས་འགའ་ཤས་ལོ་གཅིག་གཉིས་བསྡད་ཡ་འགའ་ཤས་ཨ་ནི་བས་ལོ་མང་པོ་བསྡད་ཡ་ཁ་ཤས་བརྒྱད་ཕྱི་ཕོ་བ་བར་དུ་བསྡད་ཡ་ཚེ་ལོ་བརྒྱ་ཉིས་བརྒྱ་བསྡད་ཡ་དེ་འདྲ་འདྲ་མིན་ན་ཡོང་ཆོག་གི་རེད་ལ། དེ་ཡོང་ཡ་དེ་རྒྱུ་མ་ཡིན་མིན་གྱི་སྐད་ཆ་མ་རེད་རྒྱུ་རྐྱེན་དེ་ཚང་བ་དང་རྒྱུ་རིང་པོ་བསྡད་ཡ་གི་རྒྱུ་རྐྱེན་ཚང་མ་སོ་དེ་རེད་ལབ་པ་རེད། ཇི་སྲིད་སྐྱེས་རྣམས་འཚོ་འགྱུར་བ་དེ་སྲིད་རྒྱུ་མའང་འབྱུང་བར་འགྱུར། དཔེར་ཡང་ཕ་རིང་དུ་རྒྱུད་རིང་པོ་བསྡད་ཡོད་པ་ནང་བཞིན་དོན་སེམས་ཅན་ཡང་རྒྱུད་རིང་པོ་བསྡད་ཡོད་རེད། དེ་ཚེ་སྒྱུ་མའང་འབྱུང་བར་འགྱུར། དེ་འདྲ་ཡིན་པ་ཡིན་ཙང། སྒྱུ་མ་མཁན་གྱིས་སྤྲུལ་པ་དེ་ཐུང་དུས་ཚོད་ཐུང་ཐུང་རེད་སེམས་ཅན་སྒྱུ་མ་ལྟ་བུ་ཡིན་ན་དུས་ཚོད་རིང་པོ་ཞིག་བསྡད་ཀྱི་འགྲིག་གི་མ་རེད་ལ་ཡ་དེ་འགྲིག་མ་སོང། རྒྱུད་རིང་ཙམ་གྱིས་ཇི་ལྟར་ན་སེམས་ཅན་བདེན་པར་ཡོད་པ་ཡིན། སེམས་ཅན་ཆོས་ཅན། བདེན་པར་ཡོད་པ་ཡིན་ཏེ། སྒྱུ་མ་ལྟ་བུ་མ་ཡིན་པ། རྒྱུ་རིང་པོ་གནས་པའི་ཕྱིར་ལགས་ན་ཁྱབ་པ་ཡོད་མ་རེད་ལ། རྒྱུ་རིང་ཙམ་གྱིས་རྒྱུ་རིང་ཙམ་དུ་གནས་པའི་རྒྱུ་མཚན་གྱིས་ཇི་ལྟར་ན་སེམས་ཅན་དེ་བདེན་པར་ཡོད་པར་སྒྲུབ་པ་ཡིན་ཏེ་སྒྲུབ་མི་ཐུབ་བོ། རྒྱུ་རིང་ཙམ་གྱིས་ཇི་ལྟར་ན་སེམས་ཅན་བདེན་པར་ཡོད་པ་ཡིན། འདོད་བྱུང་བ། འོ་ད་འདི་ཡན་ཆད་ཀྱི་ད་རིང་འདྲེས་བཞག་གི་ཡིན།